ས་དྲ་ནང་གི་བོད་གཟིགས་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལན་ཚོ་འདྲི་ཞུ་བ་དང་སྦྲགས། དེ་རིང་ཉེ་ཆར་ང་ཚོ་བོད་ཀྱི་ས་ཁུལ། སྟོད་ལུང་ཆུ་བཟང་ནི་ལོ་འབུམ་རྙིང་ཡིན་མིན་གྱི་བྲག་ངོས་སུ། བརྐོས་བཞག་པ་དང་བྲིས་བཞག་པའི་རྐང་པའི་རྗེས་ཤུལ། མང་པོ་ཅིག་ཉེ་བ་རེད་ཟེར་ས་འཇུ་དོན་སོང་བ། འོ་དེ་ཀི་ས་ཆ་དེ། བོད་སྐྱོན་པའི་ཤག་ལོ་ནུབ་བྱང་ག་བ་ཡོད་མེད་ས་ཁྲ་གི་ལག་ནས་ངོ་སྤྲོད་མདོ་བསྡུས་ཅིག་ཞུ་དགོས་བསམ་སོང། དེ་ལ་ཐོག་མར། འདི་གཟིགས་དུས་འདི་བོད་ཀི་རྒྱ་ས་ལྷ་ས་དེ་ཅེས། འདི་སྟོད་ལུང་ཆུ་བཟང་ཟེར་བ་དེ་རེད། དེ་ནས་རྒྱང་ཐག་སྟེ་ཀི་ལོ་མི་ཀྲི་བདུན་ཅུ་དོན་བརྒྱད་ལྷག་ཙི་ཅིག་མོ་དགྲ་དོང་ཕྱིན་པ་ཡིན་ན་ཆུ་ཚོད་གཅིག་དང་ཕྱེད་ཀ་ལྷག་ཙི་འགྲོ་དགོས་ཀྱི་རེད་དེ་རེད། དེ་ནས་ང་ཚོས་སྒོ་སྒོར་གྱི་ས་ར་ལས་གྲའམ་མི་བཟོས་འཁོར་སྐར་འདྲ་བ་ལག་འདོགས་སམ་སུ་དེ་གི་པར་རྒྱག་ཡ་བའི་རི་རྒྱུད་དང་ཆུ་རྒྱུད་མཐོང་ཐུབ་པའི་ས་ར་གཞན་པ་ཅིག་གི་ནང་ལོག་ནས་ངོ་སྤྲད་པ་ཡིན་ན། དེའི་ཚེ་གློག་ལ་ངལ་ཆེ་བ་དང་འགོག་ཚུལ་ཅི་ཡང་ཡོད་རེད་བསམ། ད་འདི་ཟེར་ཤོད་དོ། ལྷ་ས་ནས་འདི་ཡོང་བ་ཡིན་ན་རྡོས་ཀྱི་ནས་ཡོང་དགོས་ཀྱི་ཡོད་རེད་ད་འདི་ལྷ་ས་ནས་སྟོད་ལུང་ནས་འདམ་གཞོང་ནས་འགྲོ་ས་ཀྱི་མོ་ཏྲ་ལང་ཀ་ལྟེ་བ་དེ་རེད། འོ་འདི་འཁྲིས་ནས་ཡང་རྡོས་ཀྱི་འདིར་ལང་ཀ་གཅིག་འདུག་བ་དེ་ཕ་རྗེས་དེ་རེད་མེ་འཁོར་གྱི་ལང་ཀ། དེང་སང་མེན་གོག་གི་ལང་ཀ་སྟོད་ལུང་ནས་མར་ལས་ཀྱི་ཡོར་བ། ད་འདི་ནས་ཡང་ཆོས་དེ་སྟོད་ལུང་གི་ཆོས་དེ་འདོད་ཅེས་ནས་ད་ལྟ་ལང་ཀ་གི་ངའི་འདག་ཚད་དེ་ཡིན་པ་དེ་གི་ལྡོག་ཕྱོགས་ལ་མ་བར་འགྲོ་གི་ཡོད་རེད་ད། ལ་ས་ནས་ཡོང་དུས་ད་སྟོད་ལུང་ཆུ་བཟང་འགྲོ་དགོས་ན་འདོད་ཅེས་འདི་ནས་ལང་པ་གཡས་ལག་ལ་བར་འཛུལ་དུས། ད་འདི་བ་དེ་ཆུ་བཟང་གྲོང་ཚོ་དེ་ཡིན་རྒྱུ་རེད། དེ་ནས་ཆུ་ཚན་ཡོད་ས་དེ་གང་ལ་མ་བརྟག་ཤ་བསྡད་ཀྱི་འདུག་དེ་རེད་དེ་གས། ཁྲིད་ལེ་རེད་དེ་ང་ཚོ་ཁ་དོག་བག་དེ་ཡིན་ན་འགྲིག་གི་རེད་བསམ་གྱི་འདུག་ཨ་པ་དེ་རྒྱ་ཆེས་ཀྱི་བཏང་ཡིན་ན་དེ་རེད་ད་དེ་ལས་ཆེར་བཏང་ཡིན་ན། ད་འདི་ཡི་སྟོད་ལུང་གི་ཆུ་ཚན་ཡོད་ས་དེ་རེད་དེ་འདི་བ་ད་ས་ཁྲ་ནང་ལོགས་ལས་འདི་ཤ་གྱི་འདུག། དེ་ནས་ང་ཚོ་རྐང་སྦལ་གྱི་རི་མོ་ཡོད་ས་དེ་སྟོན་ལོང་ཆུ་བཟང་ནས་རེད་ཟེར་ཡོད་དང་ཁ་ཤས་ཀྱིས་ཆུ་ཚན་གྱི་རྐྱེན་གྱིས་མེད་འགྲོ་གསུང་གིས་དེ་ནས་འདུག་བ་ད་ཆུ་ཚན་དང་འབྲེལ་བ་ཡོད་བ་ཡིན་ན་ཡོད་ས་གི་ས་ཆ་དེ་འདི་རེད་འདི་ཡོད་རེད་ཟེར་ནས་ཨོ་དེ་ཙམ་གྱིས་ངོ་སྤྲོད་ཞུ་ཡ་ཡིན། ཨོ་གསར་འགྱུར་དེ་འདི་རེད་བ་ད་འདི་ཁྱེད་རྣམ་པས་གཟིགས་ཚར་ཡོད་རྒྱུ་རེད་བསམ་གྱི་འདུག། གཡོག་དངོས་ཀྱི་རྟ་རྡོག་ངོ་མ་འདྲ་བ་དེ་དེ་རེད་ཤག། དེ་ནས་རྟ་བདེ་བའི་ཆེད་དང་ཚེ་རྒྱབ་ནས་པར་རིས་ཚོད་བཟོས་བཞག་པ་དེ་དེ་རེད་ཤག། ད་འདི་ལ་དོན་སྙིང་འདྲ་བ་གྱི་གཙོ་བོ་གཉིས་འདུག་བསམ་འདུག་གཅིག་དེ་ག་སེ་འདི་མིག་གི་རྐང་བཙུགས་ནས་བྲིས་བཞག་པ་དང་རྡོ་ལ་བརྐོས་བཞག་པ་ཡིན་ན། འདི་འགྲོ་བ་མིའི་རིགས་ཀྱི་སྒྱུ་རྩལ་གྱི་རི་མོ་སྔ་ཤོས་ཀྱི་གྲས་ལས་ལེགས་རེད་སྲིད། མཚུངས་བསྡུར་བྱེད་ས་འདྲ་བོ་དེ་ཨིན་རྡུ་ནི་ཞི་ཡ་གི་བྲག་གི་ངོས་ལ་འཕགས་པ་དང་དེ་ཚོ་གི་རི་མོ་བྲིས་ཀྱི་ཐོ་དེ་དང་མཚུངས་བསྡུར་བྱེད་ཀྱི་འདུག་བ། ཨིན་རྡུ་ནི་ཞི་ཡ་གི་ནང་ལོགས་ཡོད་བསྡད་པའི་རི་མོ་དེ་ངའི་གཞོགས་ལས་བསྟན་ཆོག་བ་ཅིག་འདུག་དེ་ལས་ཀྱང་སྔ་བ་ཡིན་ན་ཡང་ཁོ་ལོ་རྒྱུས་ཀྱི་ནང་ལོགས་ནས་སྔ་ཤོས་འདྲ་བོ་ཅིག་གིས་ཟིན་ཐོ་འདྲ་བོ་ཅིག་བསྐྲུན་གྱི་ཡོད་ས་རེད། འདི་དོན་སྙིང་རགས་ཡིན་པ་ཅིག་ག་རེད་ཟེར་ན། རྗེས་ཤུལ་དེ་ལ་བརྟེན་ནས་ཡོད་དེ། འགྲོ་བ་མི་ཡི་མེས་པོ་དེ་ཚོ་ཉུང་ཐག་ལས་ལོ་འདི་ག་ཚོད་ཅིག་གི་ཡར་སྔོན་ནས་འཚོ་སྡོད་བྱེད་ཤག་ཟེར་ཅིག་གི་སྡོམ་ཚིག་ཅིག་བརྒྱབ་ཐུབ་ཀྱི་ཡོད་རེད། ཞེ་སྡང་གི་རྗེས་ཤུལ་ཡོད་པ་དེ་གཅིག་རྗེས་ཤུལ་ཡོད་པ་ཙམ་གྱིས་མ་ཟིན་པར་སྒྱུ་རྩལ་གྱིས་དེ་འདྲ་གི། རྡོལ། ཀོ་ཡ་ལ་སོགས་པ་གི་གོ། ཆུ་ཚད་སླེབས་ཡོང་དུས་ཡང་དགའ་རོགས་ཀྱི་ཡ་བརྩི་རྒྱུ་ཡ་ཡོད་རོ། འོ་དེ་འདྲའི་གི་ཐོག་ནས་འདྲི་ཤེས་ཀྱི་རྒྱུ་གི་འདུག་ཨ། འོ་འདི་རེད་འདི་ཨིན་དུ་ནི་ཞི་ཡ་གི་བྲག་གི་ངོས་སུ་མོད་ཀི་བྲིས་རྒྱ་བོད་ཀི་རྒྱུ་རྩར་སྔ་ཤོས་ཡིན་སེ་བསྡད་དེ་ད་འདི་ཚོ་གྲངས་རེད་ཤག་འདི་ཚོའི་ནང་ལོགས་ནས་ཡག་ཁ་ཤས་འབྲེལ་བ་མེད་མཁན་དེ་འདྲ་ཡིན་སྲིད་པ་རེད་དགོས་དགོས་ཀྱི་ཚུལ་ཕྱོགས་བསྡུས་བྱས་ཡིན་དོ་དེར་བ། འདི་ཚོ་ཕར་ཁྱེར་བ་དེ་ཨིན་དུ་ནི་ཞི་ཡའི་གི་ནང་ལོགས་ལ་ཡོད་བསྡད་པའི་ད་ལྟའི་བར་གྱི་མཛངས་བླུན་གྱི་ནང་ལོགས་ནས། མི་ཡིས་རྐང་བཙུགས་ནས་གྲི་རྒྱག་པའི་རྒྱུ་ཚོགས་ཀྱི་རི་མོ་སྔ་ཤོས་ཀྱི་གྲི་བྲག་གོས་རི་མོ་སྔ་ཤོས་ཀྱི་གྲི་ཡིན་སྲིད་ན། ད་ལྟ། བོད་པ་གིས་དེ་དང་འབྲེལ་བའི་གསར་འགྱུར་དེ་གི་ནང་ལོགས་ལས་མཚུངས་བསྡུར་བྱེད་ས་འདྲ་བོ་དེ་ད་འདི་རེད་ཤག། དེ་ནས་མང་པོ་ཤུགས་ཀྱིས་ཡར་བསྐྱེད་མི་འདུག། གསར་འགྱུར་དེ་བོད་སྐད་ཀྱི་ཐོག་ལ་བོད་ཡིག་གི་ཐོག་ལ་བོད་ཕྱི་ནང་གཉིས་ཀྱི་ནང་ལོགས་ལས། མང་པོ་ཇེ་འགྲོ་དེ་སོང་དེ་ཡིན་ཚ་དུས། ང་ལྷག་མ་ཤུགས་ཡིན་བསྐྱེད་མི་འདུག་གཙོ་བོ་དེ་ས་གོར་དེ་ས་བསྒྲགས་ཀྱི་ནང་ལོགས་ནས་གང་དུ་ཡོད་མེད་དེ། ངོ་སྤྲོད་ཞུ་གི་ཡོད། ཚང་མ་ལ་བཀྲ་ཤིས་བདེ་ལེགས།